ལོ་རིམ་དང་པོའི་བང་མཛོད་ཚན་རིག་གི་སློབ་ཚན་གསན་གཟིགས་གནང་མཁན་ཚང་མ་ལ་རྩོམ་འབྲི་བཀྲ་ཤིས་བདེ་ལེགས་ཞུ་བའི་དང་ཨ་ནི་དེ་རིང་གི་ང་ཚོའི་བང་མཛོད་ཚན་རིག་གི་སློབ་ཚན་འདི་ནང་ལོགས་ལ་ཡ་ཨ་ནི་བང་མཛོད་ཚན་རིག་གི་སྡེ་ཚན་ཁག་མི་འདྲ་བ་ཁ་ཤས་ཅིག་ཡོད་རེད་ཨ་ནི་དེ་ཚོའི་གི་སྐོར་ལ་ངོ་སྤྲོད་ཞུ་གི་ཡིན། ད་བང་མཛོད་ཚན་རིག་གི་དྲི་བ་ག་འདྲི་འདྲ་བོ་ཅིག་ལ་ལན་རྒྱག་པའི་གི་ཐབས་ཤེས་ཅིག་ཡོད་རེད་སེ་བ་ཡིན་ན་དཔེར་ན་ཨ་ནི་ང་ཚོའི་གི་མིག་དང། ཨེ་ནི་རྣ་བ་ལ་སོགས་པའི་དབང་པོ་དེ་དག་གིས་ཡུལ་གཟུགས་སྒྲ་དྲི་རོ་ལ་སོགས་པ་དེ་དག་ལ། ཨེ་ནི་བང་མཛོད་ཅི་ལྟར་སྐྱེ་གི་རེད་ཟེར་གྱི་སྐོར་ལ་རེད། དཔེར་ན་ང་ཚོའི་མིག་གིས་གཟུགས་མཐོང་བས་མཐོང་ཚོར་དེ་ག་འདྲས་སུ་སྐྱེ་གི་རེད། རྣ་བ་གིས་སྒྲ་ཐོས་པས་ཨེ་ནི་ཐོས་ཚོར་དེ་ག་འདྲས་སུ་སྐྱེ་གི་རེད་ཟེར་ཡ་འདྲ་བོ་དེ་འདྲས་ཀྱི་དྲི་བ་གི་རིགས་ལ་ཨེ་ནི་ལན་རྒྱས་པའི་ཐབས་ཤེས་བྱེད་ཀྱི་ཡོད་རེད་མ་ཟད་པས། ཨེ་ནི་ང་ཚོས་ཀྱི་གཟུགས་པོ་གི་ད་ཆ་ཞེས་རྐང་པ་དང་ལག་པ་ལ་སོགས་པ་དེ་ཚོ་ཨེ་ནི་འགུལ་སྐྱོད་ག་འདྲས་སུ་སྐྱེ་གི་རེད། ཇི་ལྟར་སྐྱེ་གི་ཡོད་རེད་ཨེ་ནི། དེ་འདྲ་བའི་འགུལ་སྐྱོད་སྐྱེད་པར་བྱེད་པའི་ཨེ་ནི་ལེ་བའི་ནད་འགའ་རེ་དང་འབྲེལ་བ་ཡོད་རེད་ཟེར་དེ་ཚོ་གི་དྲི་བ་དེ་ཚོ་ལ་ཨེ་ནི་ལེན་རྒྱལ་བས་ཀྱི་ཐབས་ཤེས་བྱེད་ཀྱི་ཡོད་རེད་མ་ཟད་པའི་ད་ལྟ་ང་ཚོའི་མིའི་ཕན་ཚུན་ལ་སྐད་ཆ་ཤོད་པའི་སྐབས་སུ་ཨེ་ནི་ང་ཚོ་སྐད་བརྡ་གི་ལམ་ནས་ཕན་ཚུན་ལ་དགོད་བརྡ་འཕྲོད་པར་བྱེད་ཀྱི་ཡོད་རེད་དེ་འདྲ་བའི་སྐད་བརྡ་འཕྲོད་པར་བྱེད་པའི་སྐབས་སུ་ཨེ་ནི་ང་ཚོའི་གི་ལུས་ཀྱི་ཆ་ཤས་དཔེར་ན་བང་རྩ་མ་ལག་ནག་ལོ་ལ་འགྱུར་བ་ག་འདྲ་ཅིག་སྐྱེད་ཀྱི་འདུག་འདི་ནི་དབང་རྩ་མ་ལགས་ཀྱི་ཆ་ཤས་ག་འདྲས་ཅིག་ནི་ང་ཚོས་ཀྱི་སྐད་ཡིག་ཟེར་དགོས་རེད་ད། སྐད་བརྡ་སྤྱོད་པ་འདི་ལ་ནི་འབྲེལ་བ་འདུག་ཟེར་གི་ད་འདི་འདྲས་ཀྱི་དྲི་བ་འདི་ཚོ་ལ་ནི་དབང་རྩ་ཚན་རིག་གི་གླིང་རྒྱལ་བས་ཐབས་ཤེས་བྱེད་ཀྱི་ཡོད་རེད། དེ་བཞིན་དུ་ནི་ང་ཚོས་ནི་བདེ་བར་བཀྲིས་པའི་དྲན་པ་དང་ཏག་ཏག་གི་སེམས་མྱོང་དང་ནི་མ་འོངས་པའི་ནི་འཆར་གཞི་ལ་སོགས་པ་འདི་འདྲའི་བཀོད་ཡས་ཀྱི་ཐབས་ཤེས་བྱེད་ཀྱི་ཡོད་རེད་དེ་ཚོ་ཨེ་ནི་དབང་རྩ་གི་མ་ལག་ནང་ལོག་ལ་ཡ་ཨེ་ནི་ལས་བབ་ཀྱི་ཆ་ཤས་འགའ་རེ་དང་འབྲེལ་བ་འདུག་ལས་བབ་ཀྱི་ཆ་ཤས་གང་ཞིག་གི་དཔྱད་ལས་ལ་བལྟས་ནས་ཨེ་ནི་དྲན་པ་དང་སེམས་མྱོང་དང་ཨེ་ནི་འཆར་འགོད་ལ་སོགས་པ་འདི་འདྲ་སྐྱེ་གི་འདུག་ཟེར་གི། འདི་འདྲའི་གི་རྒྱུ་ལམ་ཤེས་ཡས་ཀྱི་ཐབས་ཤེས་བྱེད་ཀྱི་ཡོད་རེད་དེ་འདྲ་བའི་ད་གནས་ལུགས་དེ་ཚོ་ཤེས་པར་ཆེད་དུ་ཨེ་ནི་དབང་རྩ་ཚན་རིག་གིས་ཨེ་ནི་ལན་ཚོལ་བ་ལ་ཐབས་ཤེས་བྱེད་ཀྱི་ཡོད་རེད། ལྟ། དབང་རྩ་ཚན་རིག་ཟད་དེ་ཇི་ལྟར་ལྟ། ཚན་རིག་གི་ཞེན་པ་དོན་ཚོད་དང་བསྡུར་བ་ཡིན་ན་ཕྱིས་སུ་ཕྱིས་སུ་དར་བའི་ནི་ཚན་རིག་གི་ཚན་པ་ཞིག་ཆགས་ཀྱི་ཡོད་རེད། ལྟ་ཚན་རིག་གི་ཚན་པ་འདི་ལ་ནི། དེ་འདྲ། ནང་གསེས་ཀྱི་ཚན་པ་ཁ་ཤས་ཤིག་ཕྱེས་ཡོད་རེད། འདིའི་གི་ཚན་པ་ཕྱེ་མཁན་དེ་དེ་འདྲ Society for Neuroscience ལ་དུས་ད་ཨ་རི་ལ་རྟེན་གཞི་བྱས་པའི་རྒྱལ་སྤྱིའི་གི་ནི་དབང་རྩ་ཚན་རིག་གི་ཚོགས་པ་ཞིག་ཡོད་རེད། ཚོགས་པ་དེས་གི་དབང་རྩ་ཚན་རིག་ལ་ཚན་པ་ཁག་ལྔ་གི་ནང་ལོ་བསྐོ་བཞག་བརྒྱབ་བཞག་རེད། ཁག་ལྔ་པོ་དེ། དབང་རྫས་ཕུང་ནད་རིག་པ། ཚེར་བལ་དབང་རྫས་ཚན་རིག། ངེས་འཛིན་དབང་རྫས་ཚན་རིག། ཤི་བཅོས་དབང་རྫས་ཚན་རིག། དབང་རྫས་གསོ་བྱེད་རིག་པ་སེ་གི་དང་དབང་རྫས་ཚན་རིག་གི་ཁག་མི་འདྲ་བ་ལྔ་འདྲ་བོ་གཅིག་ནང་ལ་གོ་ཞེས་ཁྱབ་བྱ་རེད། དང་དབང་རྫས་ཕུང་ནད་རིག་པ་སེ་དེ་གའི་དབང་རྫས་མ་ལག་གི་དང་དབྱིབས་བཀོད་ཀྱི་སྒང་ལ་གཙོ་བོ་ནི་སྦྱོང་གི་ཡོད་རེད། ད་ང་ཚོས་མིག་གི་ལེ་བ་སེ་འདི་སྤྱི་དང། དབང་རྫས་ཕྲ་གཟུགས་ཐེར་འབུམ་མང་པོ་ཚོགས་བསྡེབས་པའི་རྙོག་འཛིང་ཆེ་བའི་ལེ་བ་གི་ཚོགས་ཅིག་ཆགས་ཀྱི་ཡོད་རེད། འདི་གི། ད་ལྟའི་དྲ་བའི་ཨེ་ནི་དབང་རྩ་ཁྲི་ཟུར་ཐེར་འབུམ་མང་པོ་ཡོད་པའི་ང་ཚོས་ཀྱི་དབང་རྩ་མ་ལག་འདིའི་ནང་ལོགས་ལ་ཨེ་ནི་དབང་དབང་རྩ་ཁྲི་ཟུར་འདི་ལ་རྩ་བའི་ཨེ་ནི་ནང་གསེས་ཀྱི་དབྱེ་བ་ཁག་མི་འདྲ་བ་འདི་འདྲའི་ཡི་དྭགས་པ་རིགས་འདི་རྣམས་ལ་ཟེར་བ་ན་གཞན་གྱི་དབང་རྩ་གྱི་རིགས་ཁག་བཞི་འདྲ་བ་ཅིག་ཆིག་གི་ཡོད་རེད། ད་འདི་འདྲའི་གི། བང་རྩལ་ཕུགས་ནུས་རིག་པ་ལ་སྦྱངས་མཁན་གྱི་ཚན་རིག་པ་དེ་ཚོ་གིས་བང་རྩལ་ཕྲ་གཟུགས་དེ་ཚོ་གི་སྐོར་ལ་གནས་ག་འདྲས་ཤིག་ཤེས་ཐབས་བྱེད་དགོས་རེད་ཟེར་བ་ཡིན་ན་ཁོང་ཚོ་གིས་ཕྲ་མཐོང་ཆེ་ཤེས་དགོས་ཀྱི་ཤེས་ཐབས་བྱེད་ཀྱི་ཡོད་རེད་ཕྲ་མཐོང་ཆེ་ཤེས་དགོས་ཀྱི་ནི་བང་རྩལ་གྱི་དབྱིབས་དང་གོ་བ་ལ་སོགས་པ་དེ་ཚོ་ལྟ་བའི་སྐབས་སུ་ནི་ཁོང་ཚོ་གིས་ལྟ་ལས་བར་གྱི་ཆ་ཤས་ཆུང་ཆུང་ཆུང་ཆུང་འདི་འདྲའི་གང་ལ་ཨེ་ནི། ཨེ་ནི་མཚོན་བཏབ་ནས་ཨེ་ནི་ཕྲ་ལྟུང་ཆེ་ཆེ་དགོས་ཀྱི་ད་ཡིབ་ཀྱི་བཀོད་པ་དེ་ཚོ་སོ་སོ་སོ་སོ་ཨེ་ནི་ཤེས་པར་བྱེད་ཀྱི་ཡོད་རེད་དཔེར་ན། རི་མོ་འདི་ནང་ལ་བཏབ་པ་ཡིན་ན། ད་ལྟ་འདི་མཚོན་ལྗང་གུ་སྐུ་ཞེ་དགོས་དེ་ཚོ་ཨེ་ནི། ཕྲ་ལྟུང་ཆེ་ཆེ་བརྒྱུད་ནས་མཐོང་བས་ཨེ་ནི་དབང་རྩ་ཕྲ་ཕུང་གི་དབྱིབས་ཀྱི་བཀོད་པ་འདྲ་བོ་ཅིག་ཆགས་ཀྱི་ཡོད་རེད། ད་ཚར་སྤེལ་དབང་རྩ་ཚན་རིག་གིས་དབང་རྩ་གི་ཚར་སྤེལ་འབྱུང་སྟངས་ཀྱི་སྒང་ལ་ཨེ་ནི་སློབ་སྦྱོང་བྱེད་ཀྱི་ཡོད་རེད། དཔེར་ན་བྱིས་པ་ཞིག་གི་ལས་པ་དང་ཨ་ནེ་ནད་སོས་སོན་པའི་མིག་གི་ལས་པ་གི་བར་ལ་ཁྱད་པར་ཤུགས་ཆེན་པོ་ཡོང་གི་ཡོད་རེད། དཔེར་ན་པར་རིས་འདིའི་ནང་ལ་གསལ་བ་ན་བཞིན་རེ་ཨེ་ནི། བྱིས་པ་བཙས་མ་ཐག་པ་ཞིག་གིས་ཨེ་ནི་ལས་པའི་བང་རྩལ་གྱི་པར་རིས་གཅིག་དང་ཨེ་ནི་ལོ་བདུན་ལ་སོན་པའི་ཨེ་ནི་བྱིས་པ་ཞིག་གི་བང་རྩལ་པར་རིས་དང། ཨེ་ནི་ལོ་བཅོ་ལྔ་ལ་སོན་པའི་ཨེ་ནི། པུ་གུ་གཅིག་གིས་ད་ལེ་བར་གྱི་བང་རྩལ་གྱི་པར་རིས་ཁག་མི་འདྲ་བ་གསུམ་ལ་འདུག་བལྟས་པ་ཡིན་ན་ནི་པར་རིས་ནང་ལོགས་ཁོ་རང་ལ་གསལ་བ་ནང་བཞིན་ལེ་བར་ཁོ་རང་ལ་ནི་འགྱུར་བ་མི་འདྲ་བ་ཞིག་མཐོང་གི་ཡོད་རེད་ད་དེ་འདྲ་བའི་ནི་ལེ་བར་ནང་ལོགས་ལ་ཐེབས་པའི་འགྱུར་བ་དེ་གི་སྐོར་ལ་ནི་སུ་གིས་སྦྱང་གི་ཡོད་རེད་ཟེར་བ་ཡིན་ན་ཚར་བོད་ལུགས་བང་རྩལ་ཚན་རིག་པ་ཁོང་ཚོ་གིས་སྦྱང་གི་ཡོད་རེད། ད་ངེད་འཛིན་དབང་ཚད་ཆེ་རེད་ཟེར་བསྡད་གི་ཨེ་ནི་ང་ཚོ་གི་དྲན་པ་ག་འདྲས་སུ་སྐྱེ་གི་རེད། ཨེ་ནི་ང་ཚོས་གི་ཀུན་སྤྱོད་ཅི་འདྲ་བ་བསྟེན་པའི་སྐབས་སུ་ཨེ་ནི་ང་ཚོས་དེ་འདྲའི་ཀུན་སྤྱོད་བསྟེན་དགོས་ཡ་གི་ཐག་གཅོད་དེ་ག་འདྲས་སུ་བྱེད་གི་རེད། ཨེ་ནི་ང་ཚོས་གི་ཁོར་ཡུག་ལ་ཡ་ལན་སྤྲད་པའི་སྐབས་སུ་ཨེ་ནི་ངས་ཁོར་ཡུག་ལ་འདི་འདྲས་སུ་ཡ་ལན་སྤྲད་དགོས་ཀྱི་འདུག་ཟེར་མེད་གི་བསམ་བློ་ཅིག་ཡོད་རོགས། དེ་ཚོ་ཨེ་ནི་ག་འདྲས་སུ་སྐྱེ་གི་རེད་ཟེར་ཡ་གི་སྐོར་ལ་ཨེ་ནི་ངེད་འཛིན་དབང་ཚད་ཆེ་རེད་ཟེར་བསྡད་གི་སྦྱོང་བ་ཡ་གི་ཐབས་ཤེས་བྱེད་གི་ཡོད་རེད། ཨེ་ནི་ཁོ་ཚོས་གི་དེ་ཚོ་སྦྱོང་བའི་སྐབས་སུ་ཨེ་ནི་འཕྲུལ་ཆས་ག་རེ་བེད་སྤྱོད་གཏང་གི་རེད་ཟེར་བ་ཡིན་ན MRIS གི་ཁབ་ལེན་ལོག་པར་འདི་ཚོ་ཨེ་ནི་བེད་སྤྱོད་བཏང་ནས་ཨེ་ནི་ཤི་ཐབས་བྱེད་ཀྱི་ཡོད་རེད། འཕྲུལ་ཆས་དེ་གིས་ད་ང་ཚོ་ག་རེ་ཕན་ཐོག་བྱེད་ཀྱི་རེད་ཟེར་བ་ཡིན་ན་ཨེ་ནི་ང་ཚོ་ཨ་ད་འཕྲུལ་ཆས་འདི་ནགས་ལོ་ལ་བཞུགས་པའི་སྐབས་སུ་ཨེ་ནི་ང་ཚོ་གི་དྲན་པ་བཟོ་ཡ་འདས་ཟིན་པའི་གནས་ཚུལ་དྲན་པ་བཟོ་ཡ་འདྲ་བོ་དང་ཨེ་ནི་ང་ཚོ་གི་ནད་དོན་འདི་འདྲ་གི་གང་ལ་ཐག་གཅོད་བྱེད་པ་དང་ཨེ་ནི་ང་ཚོ་གི་ཕྱི་ལོག་གི་ཁོར་ཡུག་ལ་ཡ་ལན་སྤྲོད་པའི་སྐབས་སུ་ཀླད་པ་གི་བྱ་བྱེད་འགའ་འདྲེ་བྱེད་ལ་འགྱུར་བ་འགྲོ་ཁུལ་དུ་འགྲོ་གི་མེད་དོ། དེ་ཚོའི་གི་སྐོར་གྱི་ནད་གཟུགས་ལྟར་ཀླད་པ་ནང་ལོགས་ལ་འགྱུར་བ་ག་འདྲེ་ཞིག་ཐེབས་ཀྱི་ཡོད་པ་ཆ་ཚང་འཕྲུལ་ཆས་འདི་གིས་ནི་ང་ཚོ་ལ་ནད་གཟུགས་སྤྲད་ཀྱི་ཡོད་རེད། མ་ཟད་པའི་སྒོམ་སྐྱོན་པ་དང་འདི་འདྲེ་བྱེད་པའི་གནས་སྐབས་སུ་ནི་ང་ཚོ་གི་ཀླད་པ་གི

བུ་གུ་ལ་བྱམས་སྐྱོང་བྱས་ནས་ཨི་ནི་གྷ་ལ་ཏེ་ར་ཡ་དང་ཨི་ནི་འཁྲུག་པ་བརྒྱབ་ནས་ཨི་ནི་མི་ཕན་ཚུན་ལ་འཁོན་འཛིན་བྱས་པ། དེ་ཚོ་གི་ཆེད་ལས་དེ་ཨི་ནི་ལེ་བར་གི་ནད་ཀྱི་ལྟ་སྐུལ་བ་ག་འདྲེ་དང་འབྲེལ་བ་ཡོད་མེད་ཀྱི་སྐོར་ལ་ཨི་ནི་ཁོ་ཚོས་སྦྱོང་བའི་གི་ཐབས་ཤེས་བྱེད་གི་ཡོད་རེད། ད་དེ་ཚོ་སྦྱོང་བའི་སྐབས་སུ་ཨི་ནི་ཁོ་ཚོ་གི་ད་ག་རེ་བེད་སྤྱོད་འདྲ་བོ་བྱེད་ཅེས་བལྟ་གི་ཡོད་རེད་ཟེར་བ་ཡིན་ན། ད་ལེ་བའི་ནས་བྱེ་བྲག་པ་སོ་སོ་སོ་སོ་ལ་གཉིད་ལོག་དང་དེ་འདྲའི་རྒྱུ་ཅི་ལྟར་ཡོད་འདུག་ཨེ་ནི། མིག་གི་ཀུན་སྤྱོད་ག་རེ་ཅིག་ལ་འགྱུར་བ་ཐེབས་ཀྱི་འདུག་ཐེབས་ཀྱི་མི་འདུག་དང་ཨེ་ནི་སེམས་ཅན་འགྲོ་བ་ཞིག་ཆགས་པ་ཡིན་ན་སེམས་ཅན་ཀུན་གྱི་ཀུན་སྤྱོད་ག་རེ་ཅིག་སྟོན་གྱི་འདུག་སྟོན་གྱི་མི་འདུག་ཨེ་ནི་དེ་འདྲའི་ཅིག་ནེ་ཙོའི་ཤེས་ཐབས་བྱེད་ཀྱི་ཡོད་རེད། ནེ་ཙོའི་ཤེས་ཐབས་བྱེད་ཀྱི་ལམ་ཁ་གཞན་པ་དེ་ཨེ་ནི་མི་ཁ་ཤས་ཀྱིས་ད་ལེ་བ་ལ་སྐྱོན་བརྒྱབ་ནས་དེ་འདྲའི་སྨན་བཅོས་བྱེད་པའི་སྐབས་སུ་ཨེ་ནི་ལེ་བར་གྱི་སྐྱོ་ཡོན་ཤོར་ས་གི་ལེ་བར་གྱི་ནད་འདི་གིས་ད་མིག་གི་གཤིས་ཀ་དང་སྤྱོད་ལམ་འགའ་རེ་ཅིག་ལ་ཨེ་ནི་ཁྱད་པར་བཟོས་ཀྱི་ཡོད་པ་སྐོར་ལ་ཨེ་ནི་ཤེས་ཐབས་བྱེད་ཀྱི་ཡོད་རེད། པར་རིས་འདིའི་ནང་ལ་གསལ་བའི་ཨེ་ནི་མི་དེ་གའི་མིང་ལ་ཨེ་ཆེམ་ལབ་ཀྱི་ཡོད་རེད་ཁོ་རང་ད་ནངས་ང་ཚོ་ནམ་རྒྱུན་སྒྲིབ་སྐྱོན་ཟེར་ཡ་འདི་གི་ན་ཚ་དེ་གིས་ཀྱེ་འདྲ་བོ་ཅི་ནས་ད་ནི་མན་ངག་ལ་འགྲོ་དགོས་ཀྱི་མན་ངག་ལ་འགྲོ་དུས་གང་ལ་ཨེ་ནི། ད་ཁོ་གིས་ཀླད་པ་གི་ནད་ཇི་འདྲ་བ། ང་ཚོ་གི་ད་ཨ་མཆོག་གི་སྒང་དེ་ལ་ཡོད་པའི་ཀླད་པའི་འདབ་མ་དེ་ཨེ་ནི་ཁོ་ཚོ་གི་གཤགས་བཅོས་བྱས་ནས་ཕྱི་ལོག་ལ་བཀོག་པ་རེད། དེ་འདྲའི་ཀླད་པའི་ནད་དེ་གཤགས་བཅོས་བྱས་ནས་ཕྱི་ལོག་ལ་བཀོག་པའི་སྐབས་སུ་ཨེ་ནི། ཁོ་རང་གིས་ད་སྒྲིབ་སྐྱོན་གྱི་ན་ཚ་དེ་སྐྲག་པ་འབྱུང་བ་རེད་དེ་ཡིན་ན་ཡང། སྡིག་གི་དབང་གིས་ཨི་ནི་ཁོ་རང་ལ་ན་ཚ་ཞིམ་པ་ཅིག་བཟོས་པ་རེད་ད། ན་ཚ་ཞིམ་པ་ག་རེ་བཟོས་པར་ལབ་ན་ཁོ་ལ། ཨི་ནི་ཁོ་རང་ཁྱོད་ན་སྤྲིན་པ་མེད་པའི་མི་ཅིག་ཆགས་པ་རེད་ད། ཁོ་ལ་ག་རེ་ཅིག་བྱས་པ་ཡིན་ན་ཡང་སྤྲིན་པ་ཁྱོད་ན་བཟོ་ཡ་ཡོད་མ་རེད་ད། དེ་འདྲའི་གི་ད་ཁོ་རང་གིས་ད་ཤག་ཆོས་ཟེར་དགོས་རེད་ད་སྨན་བཅོས་སྡིག་གིས་ག་རེ་བསྟན་པ་རེད་ཟེར་བ་ཡིན་ན་ལེ་བའི་ནད་བྱེ་བྲག་པ་འདིས་ཨི་ནི་ང་ཚོའི་གི། དྲན་པ་དང་འབྲེལ་བ་ཡོད་ཧ་དགོས་པ་རེད། དེ་འདྲ་བའི་ཀླད་པའི་ནད་བྱེ་བྲག་པ་འདི་དག་ཨེ་ནི་མིག་གི་ཀུན་སྤྱོད་སོ་སོ་སོ་སོ་དང་འབྲེལ་བ་ཡོད་པའི་སྐོར་ལ་ཨེ་ནི་སྦྱོང་མཁན་དེ་གཤིས་སྤྱོད་དབང་རྩ་ཚན་རིག་ཆགས་ཀྱི་ཡོད་རེད། དབང་རྩའི་སོ་ཆའི་རིག་པ་ཚད་འདི་གས་ཨེ་ནི་དབང་རྩ་ཚན་རིག་གི་བྱེ་བྲག་པ་ཚང་མ་ནས་ཐོབ་པའི་ཨེ་ནི་དབང་རྩ་ཚན་རིག་གི་གནས་ཚུལ་དེ་ཚོ་ལ་གཞི་བཞག་བྱས་ནས་ཨེ་ནི་དབང་རྩ་མ་ལོག་ནག་ལོག་ལ་ཨེ་ནི་ཉམས་སྐྱོན་འབྱུང་བ་དང་དབང་རྩ་མ་ལག་ནག་ལོག་ལ་ཨེ་ནི་ན་ཚ་བཟོ་བ་དེ་ཚོ་གསོ་བར་བྱེད་ཀྱི་ཡོད་རེད། དཔེར་ན་ཨ་ནེ་པར་རིས་འདི་ནང་ལ་ན། པར་རིས་འདི་ནང་ལ་ཟེར་བའི་མིང་ཡིག་འབྲི་བ་ཞེས་བྱ་བ་ཡིན་ན། ཨེ་ནེའི་རྟ་འབོག་ཚིག་མཛད་མཁན་སྐད་གྲགས་ཆེན་པོ་མོ་ཧ་མད་ཨ་ལི་སེ་དེ་རེད། དེ་བཞིན་དུ་ཨེ་ནེའི་གློག་བརྙན་འཁྲབ་མཁན་སྐད་གྲགས་ཆེན་པོ། ཇའེ་ཧྥོག་སེ་ཁོང་གཉིས་རེད། ཁོ་གཉིས་ཨེ་ནེའི། པར་གིན་སོན་ན་ཚ་དཔེར་ན། ཁོ་རང་ཉིད་ལ་ད་ལྟ་པར་གིན་སོན་ན་ཚ་འདི་ཕོག་ཡོད་རེད། ད་པར་གིན་སོན་ན་ཟས་ཀྱི་ན་ཚ་འདི་ནི་ད་དཔེ་བདེ་འཇགས་ལྷག་བསྡད་ཀྱི་ན་ཚ་ཅིག་རེད་ན་ཚ་འདི་གིས་ག་རེ་སྐྱོན་བརྒྱབ་གི་ཡོད་ཟེར་བ་ཡིན་ན་མིག་གིས་འགུལ་ཆུ་རྒལ་ལ་སྐྱོན་བརྒྱབ་གི་ཡོད་རེད། ད་ཙི་ཙི་ལ་སོགས་པའི་སེམས་ཅན་མང་པོ་ཅིག་གིས་ཀླད་པ་ལ་སྦྱངས་ནས་ཨེ་ནི་ང་ཚོ་ཐོབ་བཞག་པའི་ཀླད་པའི་གི་ནད་ཚུལ་འདི་དང། སྨན་བཅོས་བྱེད་པར་ཡོང་མཁན་གྱི་ད་ནད་པ་ཁོང་ཚོས་ཀྱི་ཁང་ཁོང་ཚོས་ཀྱི་ད་ནི་ལེ་བར་གྱི་ནད་ཚོད་གཙང་མ་ལ་གཞི་ལ་བཞག་ནས་ཨིནྡི་ཏན་ད་ང་ཚོ་ད་དབང་ཚ་ཚའི་རིགས་ཀྱི་ནང་ལོགས་ལ་དེ་འདྲས་ཀྱི་ན་ཚ་ཡི་རྒྱུ་ག་རེ་བྱེད་ཀྱི་ཡོད་པ་དང་དེ་འདྲས་ཀྱི་ན་ཚ་སེལ་ཐབས་བྱ་ཡི་གི་ཐབས་ཤེས་ག་རེ་ཡོད་པ་དེ་ཚོད་ཀྱི་སྐོར་ལ་ཨིནྡི་སོ་ཅའི་དབང་ཚ་ཚའི་རིགས་ཀྱི་ཨིནྡི་སྦྱོང་གི་ཡོད་རེད། ད་པར་རིགས་འདི་རྣམས་ལ་གཟིགས་པ་ཡིན་ན་ཨིནྡི། ནམ་རྒྱུན་མི་རྒྱུན་ལྡན་གྱི་མི་གཅིག་གིས་ཨེ་ནི་ལེ་བར་གྱི་པར་རིས་གཅིག་དང་ཨེ་ནི་པར་ཀིན་སོན་ཚད་ཀྱི་ན་ཚ་དེ་ཕོག་པའི་མི་གཅིག་གིས་ལེ་བར་གཉིས་ལ་པར་རྒྱབ་བཤད་ཀྱི་པར་རྒྱབ་བཤད་དགོས་ཀྱི་རེད། དེ་འདྲའི་གི་པར་ནག་ལོ་ལ་སེར་བ་ཡིན་ན། ད་ལྟ་རི་མོ་འདི་ངེད་ལ་བཏབ་པ་ཡིན་ན་ཨེ་ནི། མི་ཡི་ད་རྒྱུན་ལྡན་གྱི་མི་གིས་ལེ་བར་དང་ཨེ་ནི་པར་ཀིན་སོན་གྱི་ན་ཚ་ཕོག་པའི་མི་གཉིས་ལེ་བར་གཉིས་བར་ལ་ཁྱད་པར་ཡོད་བ་ཨེ་ནི་ཧ་གོ་གི་ཡོད་རེད། ཨ་ནི་དེ་བཞིན་དུ་ཨ་ནི་ཨལ་ཛེ་མར་ནད་ཟེར་བ་འདི་ད་དྲན་པ་ཉམས་མེད་ཀྱི་ན་ཚ་ཞིག་རེད། ཨལ་ཛེ་མར་ཟེར་བའི་དྲན་པ་ཉམས་སྐྱོན་ཕོག་པའི་མི་དེ་ཡིས་ད་ཀླད་པ་ནང་ལོགས་ལ་ཨ་ནི་བང་རྩ་ཕྲ་གཟུགས་མང་པོ་ཞིག་མེ་བ་ཆགས་འགྲོ་བ་དང་ཨ་ནི་ཁོ་གི་ཀླད་པ་ནང་ལོགས་ལ་རྒྱུན་ལྡན་མ་ཡིན་པའི་ཨ་ནི Trigger དེ་འདྲ་མང་པོ་ཞིག་ཕུང་སོགས་རྒྱས་པའི་གནས་སྟངས་ཅི་ཆགས་ཀྱི་ཡོད་རེད། ད་པར་རིགས་འདི་རྣམས་ལ་བལྟས་པ་ཡིན་ན། ད་ལྟ་ང་ཚོའི་རྒྱུན་ལྡན་གྱི་མི་གཅིག་གི་ལུས་པ་ཀྱི་དབྱིབས་བཀོད་དང། ཨེལ་ཛེ་མར་སྲས་ཀྱི་ན་ཚ་ཕོག་པའི་མི་གི་ལུས་པ་ཀྱི་དབྱིབས་བཀོད་གཉིས་མཚོན་གྱི་ཡོད་རེད། འདི་གཉིས་ཀྱིས་འདི་འདྲ་བོ་བྱས་བཞག་པ་ཡིན་ན་ཁོ་གི་ལུས་པ་དེ་ཐང་ཐང་འདྲ་བོ་ཅིག་ཡོད་རེད། ཡིན་ན་ཡང་ད་དྲན་པ་ཉམས་སྐྱོན་གྱི་ན་ཚ་ཕོག་པའི་ལུས་པ་དེ་དཔེ་ཁུམ་འགྲོས་ཀྱི་འདྲ་བོ་ཅིག་མཐོང་གི་འདུག་ཨ།